དེ་ཡོད་རེད། དེ་ནང་བཤད་ད་ཁོང་ཚོས་ཨ། པ་འདི་སྲིད་སྐྱོང་བློ་བཟང་སེང་གེ་ཁྲིམས་ལ་རྒྱ་བྱེད། ད་བཀའ་ཤག་ལས་འོ་བཟོས་པར་བ། ད་ཁོང་ཚོ་ཁྲིམས་ལ་རྒྱ་གས་དེ་དིང་མཛོད་རོ་མ་སོ་ན་ཞི་བ་ཅིག་སླེད་དུ་ཡོད་ས་རེད། ད་ཡང་ད་ལྟ་ནིའུ་ཡོག་གི་བུད་མེད་ཚོགས་པ་ཁག་གཉིས་ཡོད་བ་དེ་ཡང་ཁྲིམས་གཏུགས་དུས་ས་མ་རེད། ད་རྒྱ་མི་རྒྱའི་བོད་ནང་ལ་ཐུབ་ཚོད་ད་དོག་རེ་བཏང་བསྡད་པ་དེ་ཁྲིམས་ཐོག་རྒྱལ་སྤྱའི་ཁྲིམས་ཐོག་ལ་སྐྱེལ་ཐུབ་ངེས་བོད་མི་ཚོགས་པ་ཡོད་མ་རེད་བོད་པའི་སྤྱི་ཚོགས་ནང་ད་གེ་ཤི་ཐུབ་བསྟན་དབང་ཆེན་ལགས་ཀྱི་ཁྲིམས་ལ་ཅིག་སྐྱེལ་བ་རེད་མ་གཏོགས་དེ་མ་ཏོག་ཡོད་མ་རེད་ཡིན་ནའི་གང་ཚབ་བྱས་ནས་ཡང་གེ་ཤི་ཐུབ་བསྟན་དབང་ཆེན་ལགས་ཁོ་རང་ཡང་ང་རང་ཚོ་བོད་པའི་སྤྱི་ཚོགས་ཀྱི་ཡ་གེ་གྲོས་ཚོགས་སྡིང་རྒྱ་ནང་ལོ་ཡང་ཁྲིམས་ལ་ཐོ་ཨེ་བྱོ་བ་སྙིང་རྗེ་ཡང། དེའི་སྐབས་སུ་ཡང་དེ་འདྲ། ཁྲིམས་བཟོ་ལྷན་ཁང་གི་ལས་བྱེད་ཁ་ཤས་ཀྱིས་ཁོ་རང་ལ་རྙོག་དྲ་བཤད་བྱས་ཡང་གྲོས་ཚོགས་ནང་ལོགས་ལ། འོ་ད་སྒེར་གྱི་རང་དབང་མེད་པའི་ཐོག་ནས་ནི་དུ་ས་དགོན་དག་ཞུ་དགོས་ཡ་དེ་འདྲ་བྱུང་བར་བ། དེ་མ་གཏོགས་ད་ཕ་ཁ་ཏོ་ནི། ཁྲིམས་དང་མཐུན་པའི་བཀའ་མོལ་གནང་བྱས། ཁྲིམས་དང་མཐུན་པའི་ལས་གུས་སྤེལ་བྱས། བྱེད་ངེས་ཡོད་མ་རེད། ཡིན་ནའི་ད་ལྟའི་ད་ལྟའི་སྲིད་གཞུང་གི་ད་རྒྱབ་སྐྱོར་གནང་འདི་ངས་ད་མཛད་གཙོ་རྣམ་པ་ཕ་དགྲ་བོ་རྒྱ་མ་ལ་ལྟ་ནི་ཁྲིམས་བྱེད་ངེས་ཡོད་མ་རེད། ཐོབ་ཐང་བྱེད་ངེས་ཡོད་མ་རེད། ཨོ་གཏུག་བྱེད་རྒྱ་ངེས་ཡོད་མ་རེད་རེད་བ། ད་བོད་ནང་དཀའ་ངལ་ག་རེ་ཡོད་ན་དེ་ཚོ་གཏུག་བྱེད་རྒྱག་རོགས་ང་ཚོ་ལ་དཀའ་ངལ་དུ་དེ་བྱེད་ངེས་ཡོད་མ་རེད། འཚོ་བ་ཟེར་མཁན་ཡོད་མ་རེད་ད་ཁོ་ན་ཚོ་ཕ་རྒྱ་མིག་གི་བ་ལ་འགྲོ་ཡ་གི་བྲེ་ལ་དེ་རེད་བ་ད་ཅིག་ཁ་ཤེས་ནི་བེད་ད་སྔོན་མ་ནས་དུ་ས་རྒྱ་མིག་གི་ཁོངས་ཡིན་པའི་དུ་ས་ད་ག་འདི་ཕོ་བྲ་དབུ་གཉིས་དུ་ནས་བེད་བེད་ཁོངས་དོག་མེད་གི་དེ་འདྲ་ཡོད་རེད།

དེའི་རྗེས་ལ་ནི་རྟ་རྨིས་བརྡུངས་པ། དགོན་སྡེ་སྒང་ལ་སྐྱུགས་པ་དགོན་པ་ལ་མཐུ་ཞགས་བཀྱགས་པ། གདན་ས་སེ་འབྲས་དགེ་གསུམ་ལ་དཔང་རྟེན་གདབ་པ། ད་དུས་ཚོད་ཅིག་ལ་ནི་རྡ་རམ་ས་ལ་འགྲོ་ཆེད་གྲྭ་བ་མང་དྲགས་འདུག་གྲྭ་བ་ལོག་གུག་ཏུ་སླ་བ་རེད་ཟེར་བ། ད་ཁོ་རང་སུ་ལ་མང་དྲགས་ཡོད་ན་ད་གདན་ས་ཁག་ན་གྲྭ་བ་ཉུང་རུ་ཉུང་རུ་ཉུང་རུ་ཉུང་རུ་ཤར་པ་ད་མང། ལ་དྭགས་མོན་པ་མང་རུ་མང་རུ་མང་འགྲོ་སྐོར་ད་བུད་མེད་ཚོགས་པ་ལ་ཅིག་བྱེད་ཡ་ཡོད་ན།

མི་གང་ཟག་སྒེར། ད་ལྟའི་སྲིད་གཞུང་ལ་རྒྱབ་སྐྱོར་བྱས་ཆེད་བདུན་ལ་དོན་བྱས། བོད་པའི་བོད་པ་ལ་འབད་ཁོ་རང། བདག་དང་ཐུང་ཕན་དེ་ངས་དེ་འདྲ་དུ་བ། ད་ཁ་ནས་དུག་རིགས་ངན་ཙེ་བཤད་ངན། ལག་པས་དུག་རིགས་ངན་ཙེ་བྲིས་ངན། ད་དེ་འདྲ་ཅིག་བོད་པའི་ནང་ལོགས་ལ་ཅིག་ཁྲི་འདི་ངས་མང་པོ་དོ། ད་ག་ཚང་ཡང་ཁ་ཤས་ཅིག་ལྡི་ལི་ལྟ་བུ་ནས་ཅིག་སྤྱི་འཐུས་རྣམ་པ་བོད་ཞུ་གཏུག་བྱེད་ག་འགྲོ་དུས། སྐད་ཡིག་གཉིས་ཡིན་ན་ཅིག་ཤིང་གི་མི་འདུག་ཟེར་ལབ་ནས་བཞི་བོ་བཅུ་མཇུག་བྱས་དོ། དཔལ་འབྱོར་རིན་པོ་ཆེ་གི་ག་རེ་གསུངས་ཡོད་རེད། སུ་སུའི་སྐད་ཡིག་མ་ཤེས་ན་ངོ་ཚ་ཡིན་སྲིད་མི་ཡི་སྐད་ཡིག་མ་ཤེས་ན། ངོ་ཚ་མེད་གསུངས་ཡོད་རེད་བ། ད་ནང་བཞིན་རྒྱ་ནག་གི་དབུ་ཁྲིད་རེད་ད་ནང་བཞིན་མང་པོ་ཅིག་གིས་སོ་སོའི་སྐད་རྒྱབ་བྱས་སྐད་རྒྱུ་ཁྲིད་འགྲོ་གོ་རོ། ངེད་ཅག་འདུག་ས་རྒྱ་ནག་གི་སྲིད་འཛིན་ཞི་ཅིང་ཕིང་དང། ཨ་རི་སྲིད་འཛིན་ཇོ་བའི་ཏིན་གཉིས་ཀྱིས་ཁ་པར་གྱིས་འདུག་ས་ཚོགས་འདུ་དེའི་སྐབས་སུ། ཞི་ཅིང་ཕིང་གིས་དབྱིན་ཇི་རྒྱ་ཡིས་མ་བལྟ། ཚང་མ་རྒྱ་སྐད་ཐོག་ནས་བསྐྱལ་ཡ་རེད་དེ་ལ་སྐད་སྒྱུར་བྱེད་ཡོད་རེད། ཕ་ལ Joe Biden གྱི་བཤད་རྒྱུ་ཚང་མ་དབྱིན་ཇི་ཐོག་ནས་ཉན་ཡ་མ་རེད་ད་དབྱིན་ཇི་ཐོག་ཉན་ཡོད་ད་ག་ལོར་དེ་ལ་ཡང་ཚང་མ་རྒྱ་མི་ཐོག་ནས་སྐད་སྒྱུར་བྱས་པ་རེད། མི་སུ་སུ་སུའི་སྐད་དེ་མཐོང་ཆེན་དཀྲིགས་ཡོད་རུང་རྒྱ་མི་གིས་ག་རེ་དམིགས་ཡོད་སེམས་ཁོ་ན་ད་ནི་ང་ཚོའི་ད་འཛམ་བུ་གླིང་གི་སྐད་དེ་དབྱིན་ཇི་འདྲ་བོ་ཆགས་བསྡད་ཡོད་རུང་ད་རྒྱ་ནག་གི་སྐད་དེ Global Language བཟོས་ཡ་གི་འབད་བརྩོན་བྱེད་ཀྱི་ཡོད་རེད་བྱས་ཙང་གི་དེ་བྱེད་ཀྱི་ཡོད་རེད། ང་རང་སུ་བོད་པས་ག་རེ་བཤད་ཀྱི་ཡོད་རེད། བུ་ཡིས་མཉམ་དུ་སྐད་གཞན་པ་ཅན་མ་ཤེས་ན་སློབ་སྦྱོང་མེད་པ་དང་འཇོན་མདངས་མེད་པ་དང་དེ་འདྲའི། ད་སྐད་ཡིག་གཉིས་ལྡན་དང་སྐད་ཡིག་གཉིས་ལྡན་ད་བུ་བོད་ཁྲི་ཚོ་གྲོས་ཚོགས་ནང་ལ་ཅིག་བཏང་ཤི་ད་དེ་ནི། ཡོད་མར་བུ་བོད་སྐད་རྒྱབ་ཐུབ་ཚར་མ་ཏོ། བྲིས་ཤོ་ལ་ན་མང་ཆེ་ཁྲི་ཡ་ཡོད་མར་སྐད་ཡིག་གཉིས་ལྡན་ཚང་མ། རེད་བ། དེ་འདྲ་ཡིན་ན་ཅིག་གྲོས་ཚོགས་ནང་ལོག་ལ་སྐད་ཡིག་གཉིས་ལྡན་མང་པོ་ཡོད་རོགས་དེ་དེ་ཚོ་འགྲོ་དགོས་རུ་བ་འགྲོ་གི་མི་འདུག་བ། དྲུག་ཡོད་མ་རེད་སྐད་ཡིག་གཞན་པ་དེ་ཧྲ་ཏག་ཏག་ཡོད་མ་རེད་སོ་སོའི་སྐད་ཡིག་ཧྲ་ཏག་ཏག་ཡོད་མ་རེད། སྐད་གཅིག་པོ་བཤད་ནས་འགྲིག་གི་མ་རེད་བ་ཤེས་ཡའི་སྒོ་རེད་ཤེས་ཡ་དེ་ཧྲ་ཏག་ཏག་ཡོད་མ་རེད། ད་ལྟ་དེ་ཇོ་ཇོ་ག་རེར་འཇིགས་སྣང་སྐད་ཡིག་གཉིས་ལྡན་རེད་ནི་མ་སྟོན་བྱས་ནི་ཁ་ཤས་ཀྱི་འདི་བ་ནི་མ་རེད་ཤ་སྟག་སྐུ་ཤོག་དེ་ཚོ་སྐད་གཅིག་མ་དུ་ཤིང་གི་མི་འདུག་ཟེར་ན་ཞིབ་ཏུག་ཅག་ཁྲིད་དུ་བ། དངོས་གནས་ཁོ་རང། ད་ལྟ་བ་རྒྱ་མིག་གིས་ཅིག་བྱས་བསྡད་རྒྱུ་དང་བོད་པའི་སྒང་ལ་རྒྱ་མིག་གིས་ཅིག་བྱས་བསྡད་རྒྱུ་གསང་རྒྱུ་དེ་ཚོའི་བར་ལ་ནི་ཁྱད་འགེལ་ངེས་ཡོད་མ་རེད། ཅིག་ཡོད་རེད། གལ་ཆེ་གི་དེ་འདྲ་ཡིན་ཅིག་འཛམ་བུ་གླིང་གི་གནས་ཚུལ་དེ་འདྲ་ནི་བོད་དོན་ཐོག་ལ་སྤེལ་བྱ་རྒྱུ་དེ་ཚོའི་བར་ལ་ནི་བོད་པ་ཁྱད་འགེལ་ངེས་རྐང་བཅད་མི་འདུག་འོ་ཡ་ཁྱོད་ཤ་ནམ་པ་ངོ་ཚ་རོ་རེད་ཤ་ད་ནང་ཁུལ་གྱི་ཕ་སུ་ཤེས་རེད་བཙལ་བྱེད་རོགས་དེའི་སྒང་ལ། ད་ལྟ་ཇོ་ཇོ YouTube ལས་ཅིག་བལྟས་དེ་རོ་དེའི་བར་མི་མི་གཅིག་གིས་གཅིག་ཀློག་བསྡད་ཀྱི་འདུག་བ། ད་དེ་ཁ་ཚང་གྲོས་ཚོགས་དེ་ཕ་གི་ཞི་དུལ་ལས་འགུལ་སྤེལ་བའི་སྐབས་སུ། ད་དེ་ན་ད་ལྟ་ཁམས་པའི་སྤྱི་འཐུས་ཁ་ཤས་ཤིག་འདུག་བ་གསེར་རྟ་ཚུལ་ཁྲིམས་ལགས་རེད། གོ་བོ་ཕན་བདེ་ལགས་རེད། ནི་ད་ལྟ་གཡུང་དྲུང་བོན་གྱི་དགེ་བཤེས་ལགས་དེ་ད་ཁོ་ན་ཚོ། ཧིན་དི་མཁྱེན་གི་ཡོད་ན་མེད་ན་མི་ཤེས་དབྱིན་ཇི་མཁྱེན་གི་ཡོད་ན་མེད་ན་མི་ཤེས་ཏེ་ད་དེ་ཚོ་ལ་ཏུག་རི་གཉན་ཚའི་ཁྲིད་དུ་བ་བཤད་དུ་བ་ཞུ་བྱས་ད་ཕ་རྒྱ་མི་གི་གསང་རྒྱུ་དེ་འདྲས་རེད་ཨ་རི་གི་གསང་རྒྱུ་དེ་འདྲས་རེད་དེ་འདྲས་ཅིག་བོད་དོན་དང་འབྲེལ་བའི་དེ་འདྲས་བཤད་འོང་དུ་དགའ་བསུ་ཞུ་ས་ལ་དགའ་བསུ་དགག་པ་རྒྱག་ས་ལ་དགག་པ་རྒྱག་ཅིག་བྱེད་ཡ་ཡོད་ར། བོད་པ་རྐང་བཅད་མཐོང་ཡ་མི་འདུག་བོད་ཡ། བམ་རྒྱ་ཞེས་བ་ན་ཞེས་ཚང་མ་བཀླགས་ཚར། ད་ནང་ཁུལ་གྱི་གཅིག་བྲིས་ཡོང་དུས་དེ་ནས་དེའི་བ་ལ་གཅིག་བྲིས་ཀྱི་འདུག་ང་ནི་དཀོན་མཆོག་ངོ་སྒྲོག་ཚ་གི་འདུག་བ། We are in the wrong path རེད་བ། Wrong direction ང་ཚོ་ནོར་གི་རེད་ལམ་རྦད་ཁོ་རང་ནོར་གི་ད། དེ་ནི་ང་ཚོས་ནམ་རྒྱུན་ཤེས་ཀྱི་ཡོད་རེད་བོད་ཡུལ་སྦྱང་དགོས་རེད། སྐད་ཡིག་སྲུང་སྐྱོབ་བྱེད་དགོས་རེད།

དབུས་གཙང་གི། ད་ལོ་ཨང་དགུ་བ་འདྲ་བོ་རེད་འདུག་ད་ཁ་ཚང་པི་ཡལ་གྱི་ཡང་ལས་འགུལ་ཞི་བོ་སྤེལ་སོང། དེའི་སྔོན་ལ་ཡང་སྐད་ཡིག་དངོས་གནས་གཉིས་ལྡན་གྱི་འཇོན་པོ། ཤར་གླིང་བརྡ་སྒྲོན་ཡོད་རུང་བ། དངོས་གནས་ཚ་གྲོགས་ཆེ་བ་རེད་ད། མཐའ་མ་དེ་བློ་བཟང་སེང་གེ་ལ་ཁ་བྲལ་གྱི་སྟངས་ཆ་ཡར་སྐྱེད་བྱས་སོང་མ་གཏོགས། ཚ་གྲོགས་ཆེ་བ་རང་དབུས་གཙང་སྤྱི་འཐུས་ནས། ད་དེ་འདྲ་རེད་ད་སྐད་ཡིག་གཉིས་ལྡན་གོ་རེ་ལ་གི་རེད། ཡོད་སྐྱོ་དེ་ཚོ་ནི་གཡུག་བཤའ་གི་རེད། ཐ་ན་ཞེས་ད་ལྟའི་དཔལ་འབྱོར་བཀའ་བློན་ཟུར་པ་ཀམའི་ཞི་ལ་དངོས་གནས་སྐད་ཡིག་གཉིས་ལྡན། དབྱིན་ཇི་ཤེས་དགོས་ན་ཧིན་དི་ཤེས་དགོས་ན་བོད་ཡིག་ཤེས་དགོས་ན་བྲིས་དགོས་ན་ཁྲག་ཁྲག་ཡོད་རེད། ཡང་སྤྱི་འཐུས་ནང་ནས་མ་སྤེལ་ཚར་རེད། ཡང་ལེགས་ཡོད་རེད་སྐད་ཡིག་གཉིས་ལྡན་དགོས་ལབ་བར་ད་ག་ལ་འོ་རུ། Are you going mad རེད་བ crazy རེད་ང་ཚོ་ཁར་ད་སྨྱོས་རེད་བས་ག་ཕྱིར་ད་ང་ཚོ་བོད་པའི་མི། དངོས་གནས་སྐད་ཡིག་གཉིས་ལྡན་གྱི་མི་ཡག་པོ་དེ་འདྲ་ལས་གུས་དཔེ་ས་ལ་སླེབས་ཡོང་དུས་དཔེ་བཞག་ཡོད་རེད་ད་ག་རེ་གོ་གོ་རེད་སྐད་ཡིག་གཉིས་ལྡན་ཅན་གྱི་ཕྱོགས་ཞེན་བྱེད་རེད་བ་ད་ཡི་གེ་འདི་སྒང་ལ་ཨེམ་ཆིའི་ཆོས་སྒྲོན་ལས་སོ་དྲག་དེ་འདྲ་གོ་གོ་རེད་བས་དཀོན་མཆོག་མཁྱེན། བོད་པའི་བུ་མོ་དེ་ཚོ་རོ་ལ་རྒྱ་དང་དངོས་གནས་སེམས་ཤུགས་ཡོད་ན། ལོ་ཆུང་ཆུང་ཡིན་ན། བོད་རང་དབང་སློབ་ཕྲུག་ཚོགས་པ་དངོས་གནས། བོད་པའི་ནང་ལོགས་ཀྱི་ཆབ་སྲིད་གང་ལ་ཁོང་ཚོ་གི་རྙོག་དྲ་ཅི་ཞིག་ཡོད་མ་རེད་ད་ཕག་ཞིག་ཡོད་མ་ཚུག་ཞིག་ཡོད་མ་རེད་དར་དཀར་དར་དམར་དར་ནག་གང་ཡང་ཞིག་ཡོད་མ་རེད་རེད་བ། རྒྱལ་སྤྱའི་སྡིངས་རྒྱ་གང་ལ་བོད་པའི་བཀའ་མོལ་གླིང་དགོ་ས་བཤད་དགོ་ས་ཚང་མ་འགྲོ་གི་ཡོད་རེད་རེད་བ། དེ་འདི་ནང་ལ་འཛུལ་ན་འགྲིག་གི་ཡོད་རེད་ད། མ་ཏོ་བོད་མི་ཚོགས་པ་འཛུལ་དགོས་ཡ་ཁྱད་ཡོད་མ་རེད

མེ་ག་རེ་མོ་ག་རེ་ནི་མཐའ་མ་ལྡི་ལི་ནང་ནས་ཉར་མཁན་ཆགས་ཡོང་དུས། ཡང་བོད་མི་ཚོགས་པ་ངོ་ཚ་ཡོད་མར་ད་ཞལ་འདེབས་སློང་ག་འགྲོ་སྐོར་དེ་གནང་ལ། སྔོན་མ་ཁོ་རང་ཚོ་གི་དེ་ཚར་ད་མོ་བོད་པའི་ཞབས་འདྲེན་ཞུ་ངེས་རེད། གཅིག་མཉམ་དུ་ཉལ་བ་རེད་གཉིས་མཉམ་དུ་ཉལ་བ་རེད་ལ། ཡ་དེ་དེ་མ་དེ་དེ་དཀའ་ངལ་རབ་ད་རིམ་པར་སྤྲད། མི་ག་རེ་ཆས་ཡོད་ནས་མེད་ན་རྒྱུགས་མ་ཧྲ་ཐག་ཐག་ཆ་བྱས། མ་འཇུ་བཀྲིས་ལོན་ནས་མགྲོན་ཁང་དེ Building ནང་ཡོང་དུས་ཡང་ཞལ་འདེབས་སློང་ག་འགྲོ་སྐོར་ལྟ་ངོ་ཚ་ཡ་ས་རེད་བོད་པའི་བུད་མེད་ཚོགས་པ། བྱེད་ལུགས་བྱེད་སྟངས་དེ་འདྲ་རེད། ད་ད་ལྟ་ཁག་གཉིས་ཆ་གསུམ་ཆ་ཞབས་འདྲེན་ཞུ་དེ་ཡོད་དོ། ད་ཁྲིམས་གཏུགས་ཤག་ལེགས་རྡོ་རྗེ་བཅས་ཁྲིམས་གང་ལ་ད་ངོ་ཚའི་དོན་ང་ཚོ་དངོས་གནས་ཁོ་རང་ངོ་ཚའི་ཡོད་མ་རེད་ད་ད་བོད་པའི་བུ་མོ་དེ་ཚོ། གཟབ་གཟབ་གནང་ཡ་རེད་ཤ་མ་ཏོ། བོད་མི་ཚོགས་པ་དང་ཐག་རིང་སུ་བསྡད་ཡ་དེ་སྐད་ཆེན་པོ་རེད་ཤ། ལོ་ཡ་ཟིན་ན་གཞོན་ནུ་ནང་བཙུད་ན་འགྲིག་གི་འདུག་བ་བོད་དོན་ལས་གུས་བྱེད་དགོ་བསམ་ན། མ་ཏོ་བོད་མི་ཚོགས་པ་ལས་དེ་ཐ་ལ་ལ་མི་འགྲོ་ཅི། ཚོགས་པ་ཅི་ཡོར་ད། ད་འདི་ནས་གར་བཤད་བར་ད་རྒྱ་མི་དང་གཅིག་གཅིག་གཅིག་འགྲིག་འགྲོ་གི་རེད་རྒྱ་མི་དང་གཉིས་འགྲིག་འགྲོ་གི་རེད། ད་ག་ཚང་ང་རང་སུ་ད་འདི་སྲིད་སྐྱོང་ལས་ཐོག་སྤེན་པ་ཚེ་རིང་ལགས་ཀྱིས། རྒྱ་རོན་པོ་ཆེ་གཡང་གཟིགས། ངོས་འཛིན་བྱེད་དགོས་དབུས་ན་དང་པོ་ནང་ཆོས་རྐྱང་ཡིན་ན་ཅིག་ལབ་རེད་ཟེར་བ། ནང་ཆོས་རྐྱང་ས་རེད་ད། སྟོན་པ་དགུ་སྡིངས་ལོག་ཚར་ད། དེ་ཡི་སྟོན་པ་ཕྱིན་ཅི་དེ་འདྲ་མ་ད། བྷིད་དགུ་བཅུ་གོ་དགུ་བྱེ་བ་དེ་འདྲ་གོ་སྡིངས་ལོག་ནི། ད་ངོ་མ་རྒྱ་ནག་ནང་ད་འདྲ། Cultural Revolution ལོག་རོ། དེ་སྐབས་སུ་དེ་འདྲ་བྱུང་བར་བ་ད་བད་ཁོ་རང། ལྷ་འཛུགས་རྩིས་ཚ་མེད་བ་བཟོས་བར་བ་ད་ད་འདྲ། རྒྱ་གར་གྱི་ལམ་ཁ་དེ་ཚོར་བཟོས་དུས། ཤིང་ཏོག་འདྲ་བོ་ཅིག་སྒང་ལ་དམར་པོ་འདྲ་བྱུར་བཞག་ཡོད་ན་དེ་ལ་ཤིང་ཏོག་དེ་གཏུབ་ཀྱི་མ་རེད་ད་བསྐོར་ནས་ལམ་ཁ་བཟོས་གི་རེད། ཁྱེད་རང་ཚོས་ཤེས་ཀྱི་ཡོད་ན། ད་ལྟ་སྦེ་ལ་ཀུ་པི་ཀི་ཡ་གའི་ཕོ་བྲང་འགྲོ་ས་ཀྱི་ལམ་ཁ་དེ་ཡོད་ད་ད་ཤིང་ཏོག་ཅིག་དཀྱིས་མ་དེ་ལ་བཞག་བཞག་གི་རེད། ད་དེ་དང་དེ་འདྲ་བའི་ས་ཆ་དེ་འདྲ་མང་པོ་ཡོད་རེད་རེད་བ། ཁྱེད་རང་ཚང་གི། ད་མདོའི་གནས་ཚུལ་ཞིབ་འབར་གྱི་ཞེས་ཞུ་བ་ཡིན་ན། གཅིག་ས་ཆ་ཁ་ཤས་ལ་གལ་ངེས་ཞུགས་ཤོད་ཀྱི་ཡོད་ན། ས་གཉིས་དེ་ལ་མདོ་གཅིག་བཞག་རོགས་མདོ་དེ་གང་མཚོན་མང་བོ་གཅིག་ཞུགས་ནས་བཞག་ཤ་ད་གལ་ངེས་ཞུགས་གི་མ་རེད། ཁོང་ཚོ་གི་ཆོས་ལ་རིགས་གོ་ཞབས་གཅིག་ཡོད་རོགས། ད་ང་ཚོའི་སྟོན་པ་གོ་སྡིང་ལོག་ཚར་རེད། བུད་མེད་ཚོགས་པས་ཁྲིམས་གཏུག་བྱེད་ཀྱི་ཡོད་མ་རེད། ནང་ལོག་ལ་ཁོ་རང་ཚོ་ཁྲིམས་གཏུག་ཀྱང་དེ་དོན་རེད་མོ་འདི་ཚོ་རོགས། ད་དངོས་གནས་བཤད་ན་ཁྲིམས་གཏུག་ཡ་ད་ཁྲིམས་ལ་ཞི་བོ་གཅིག་ཡིད་ཆེས་དང་དེ་ཡོད་ན། དེ་རྒྱལ་སྤྱིའི་ཁྲིམས་ངང་ལ་སྐྱེས་དང་རུང་བ། ཆོས་དད་རང་མོས་དང་གཅིག་ཡོད་རུང་བ་དེ་འདྲའི་གི་ཁྲིམས་མང་པོ་ཡོད་རུང་བ། ཡོད་མ་རེད། འབའ་མོ་ཡུག་ས་མ་དེ་ཚོ་ནང་འཁྲུག་རྒྱམ་བསྟད་དེ་དོ་ཨ། ད་རྒྱལ་སྤྱིའི་ཁྲིམས་ནང་ལ་དེ་ཚོ་དངོས་གཏོགས་རུང་བ། ད་ང་ན་ཞེ་ཨ་མདོ་ནང་དུ་བ་ལ་མི་ཚང་སྒོ་བཤེར་བྱས། ནི་དུ་ས་ཀུན་དུ་སྐུ་པར་དང་དེ་འདྲ་མ་སྤབ་བྱས་དེ་འདྲ་བྱེད་གི་དོ་ཨ། ད་དེ་ཚོ་ལས་ནས་ཡང་དེ་ཚོ་ཁ་བྲལ་ཡ་ཡོད་མ་རེད། ཁྲིམས་གཏུགས་ཡ་ཡོད་མ་རེད། ནས་ད་དུ་ས་གནས་ཁག་མང་པོ་ཅིག་ལ་ལས་འགུལ་སྤེལ་ཡོད་ས་རེད། རྡ་རམ་ས་གཙོས་པའི་སྦེལ་ཇམ་གཙོས་པའི་ཨ་རི་གཙོས་པའི་དེ་འདྲའི་ལས་འགུལ་སྤེལ་གནང་གི་འདུག་བ་ཚང་མ་ལ་རྗེས་སུ་ཡི་རང་ཞུ་གི་ཡོད། ལས་འགུལ་སྤེལ་ནས་ཁ་བཏུགས་འབྲས་བུ་དེའི་སྨོན་སུ་ལས་ཡོད་མ་རེད་དེ་ནི་འབྲས་བུ་ཅིག་སྨིན་བསྡད་ཀྱི་ཡོད་རེད། ད་ང་ཤི་ང་རང་སོགས་ཀྱིས་བོད་ཀྱི་རྩ་དོན་དོན་དག་ལ་སྐད་ཆ་བཤད་བསྡད་ན་རེ་བ་ལས་འགུལ་བྱས་བསྡད་ན།

ད་ངས་བྷི་ཅར་མོ་མན་སྐྱབས་ལོག་ལ་ལྟོས་ས་པར་གྲོགས་དེ་འདྲ་ག་རེ་ཤར་ན། བྷི་ཅར་ཕྱི་ལོག་ལ་ཡོད་ངེས་དེ་ཚོ་གིས་ལྟ་ཐུབ་གི་ཡོད་རེད། ད་བོད་ནང་ཡོད་ངེས་ད་དེ་རྒྱ་ནག་ཁོ་རང་ནས་ལྟ་ཐུབ་གི་ཡོད་མ་རེད། ལྟོས་ས་རེད་དེ་ལྟོས་ཨ། ད་དེ་ག་ཟེ་གི་གནོད་ཤུགས་ཡོང་སྤྲད་ཐུབ་གི་ཡོད་རེད་ང་ཚོས་རེད་བ། སྐད་ཆ་བཤད་ནས། ད་གསར་འབྱོར་འདྲ་བོ་བཤད་ཅིག་ཕྱི་དེ་ནས་མི་དེ་ཡང་ཅིག་རྒྱ་ནག་ལ་ཁ་བརྡའི་ལོག་དེ་ངེས་ཅིག་རེད་དོ་བསམ་གི་ཡོད་ཀྱི་རེད་བ། བཀག་ཤ་ལྟོས་ཨ། ཐ་ན་བྱེད་སྟངས་ང་ཚོ་ཚོགས་པ་དེ་འདྲ་དང་བོད་ཕྱི་ནང་གཉིས་ཀྱི་མིའི་ཚོགས་པ་ཡོད་ས་དེ་འདྲ་དང། ད་ངས་སྐད་ཆ་བཤད་ན་དེ་བོད་ནང་གྲོགས་ཡོད་མ་རེད་བོད་ནང་མི་དེ་ཚོ་ལ་ཆུན་ལེགས་ཡོད་མ་རེད་དེ་འདྲའི་བཟོད་བཤད་རེད་ད། ད་ང་ཚོ་ལས་འགུལ་སྤེལ་བྱས་དུས་ན་དོན་བྱས་ལས་འགུལ་སྤེལ་ན་དེ་ཡིན་པར་བ། ནས་ད་ང་རང་ཚོ་ད་ལྟའི་སྲིད་གཞུང་གི་རྒྱབ་སྐྱོར་གནང་དེ་ངས་ས་འོག་དར་ཐག་གི་ཨབ་ཕྲུག་དེ་ཚོ་རྩོད་པའི་ད་དེ་མགོ་འཁོར་དེ་ཡོད་ཁ་ཤས་ཡོད་རེད། ད་དེ་ཚོ་ཡིན་ན་ད་ལྟ་ལས་འགུལ་ག་བ་ལ་དཔེ་ན་ཡོང་གི་མ་རེད་ཁྱེད་རང་ཚོ་དོ་སྣང་བྱེད་དར། ལས་འགུལ་ག་བ་ལ་དཔེ་ན་བོད་ནང་ལ་དུག་རིགས་ངན་ཚོ་ག་རེ་བྱུང་དེ་ན་ལས་འགུལ་ག་འདྲ་ཅིག་དཔེ་ན་ཡོང་གི་མ་རེད། མ་ཟད་སོ་སོའི་སྤུན་མཇལ་དང་དེ་འདྲའི་འགྲོ་ངན་དེ་ཚོ་ལས་བཀའ་བརྒྱུད་བཏང་གི་ཡོད་རེད་ད། བཀའ་བརྒྱུད་བཏང་བའི་སྐད་ཆ་དེ་འདྲ་ང་ཡང་ཁུངས་སྐྱེལ་ཡོད་ད། རེད་བ། ཕ་མ་ཁ་ཤས་ཀྱིས་སོ་སོའི་སྤུ་གུ་བོད་རང་བཙན་སློབ་ཕྲུག་ཚོགས་པ་ནང་ནས་མ་འཐེན་པ་ད། བཙུད་མ་བཅུག་ཡ་དེ་འདྲས་བྱས་ཡ་ལས་ཀ་བྱས་ཡ། དེ་འདྲས་བྱེད་ཀྱི་ཡོད་རེད། དྲུག་གི་ཡོད་རེད་ཕྱི་གའི་ལུང་པ་ལ་རང་དབང་ཡོད་ཞུ་བ་ཅི་ཡོད་རེད། ཁ་ཚམ་ཚམ་ཤི་གི་ཡོད་རེད་སྤུ་གུ་ལ་བཏུང་ཆོག་མར་ལྟ། གཅིག་ཀླད་ཀོར་ཀླད་ཀོར་ལ་ཁ་བག་གེགས་རེད་ལ་ག་ཅིག་རེད། སྤུ་གུ་བོད་རང་དབང་ཚོགས་པའི་ནང་སློབ་ཕྲུག་ཚོགས་པའི་ནང་འཛུལ་ཡ་ལ་བཀག་འགོག་བྱེད་ཀྱི་ཡོད་རེད་རང་དབང་འཕྲོག་གི་ཡོད་རེད་བ། དེ་ཚོ་དེ་འདྲ་བྱེད་ཀྱི་ཡོད་རེད་ད། དེ་ནས་ཁ་ག་རེ་ལ་གོར་ལྟ་སྤུ་གུ་ལ་ག་རེ་ལ་གོར་དེ་མ་འགྲོ་དེ་ན་གཅིག་གཅིག་གཅིག་རེད་གཉིས་གཉིས་གཉིས་རེད་དུག་རེད་འགན་འཛིན་ཤི་གི་ཡོད་ཀྱི་རེད་བ། དེ་མ་གཏོགས་ཕྱི་སྐད་སྤུ་གུ་ད་ག་ཁ་ཉན་གི་མ་རེད་བ། དེ་ནས་ཆོལ་ཁ་དང་ཕྱོགས་ལུང་རྐྱང་རྐྱང་གི་དུས་ངན་ལོག་རྒྱབ་བྱས་རེད་བ། སྤུ་གུ་ལ། བར་གྱི་རྒྱབ་དགོས་ན་རྒྱ་མི་གིས་བོད་ནང་ལ་གདུག་རྩུབ་བཏང་རྒྱུ་དང་བོད་ལ་དཀའ་ངལ་ཡོད་བ་དེ་ཤིག་མ་རེད་ད། ཨ་ནི་ཕ་གི་འགྲོ་ཡ་ཡོད་མ་རེད་ཁམ་བུའི་མི་ཡོད་རེད་ཁམ་པ་རེད་ལ་ཡོད་གྱུར་བ། དེ་མིན་ན་རང་བཙན་རེད་གཅིག་གཅིག་གཅིག་རེད་རང་བཙན་བརྩོད་མཁན་མང་གཅིག་ཁམ་པ་རེད་དེ་འདྲ་ལ་ཡོད་གྱུར་བ། དེ་འདྲ་ཀྱང་ཀྱང་ཤེས་བྱ་རུ་བ་ལྟ་བུ་བའི་སྤུ་གུ་ལ་ཡིན་ན་སྒེར་གྱི་རང་དབང་མ་སྤྲད་པ་བྱས་བྱས་སོ་སོ་སོ་གི་སྤུ་གུ་བྱིན་ཆུ་དེ་ཚོ་བོད་དོན་ལས་འགུལ་བྱེད་དགོ་བསམ་བོད་ཀྱི་ལ་རྒྱ་ཁྱེད་ཅིག་བྱེད་དགོ་བསམ་ན་དེ་ཚོ་བཀག་ད་དུ་ཕྱིན་བདེ་བར་དང་ཞབས་འདྲེན་ལུང་པ་གང་བཞུགས་ཡོད་དེ་ཚོ་ད་ཁྱེད་རང་ཚོ་དོ་སྣང་བྱས་ད་རུ་བ་སྐད་ཆ་ཉན་ད་མང་པོ་གོ་ཡ་འདུག་བ་ཡིད་སྐྱོ་ཡ་དེ་འདྲ་དངོས་གནས་ཕ་རྒྱ་མི་ལ་ལྟ་ནས་ཚིག་བཅད་བཤད་མ་ཐུབ་མཁན་དེ་ཚོ་གི་ནང་ལོག་བོད་པའི་དེ། ཁ་ལོར་ད་ལྟ་བ་ལང་ཕྱོགས་ཀྱི་ཐེན་སྐད་ལ་གོས་ན་ཕྱོགས་ཁག་གི་ཐེན་སྐད་འདི་གང་ལ་བལྟ་སླད་ཡོང་དུས། བལྟ་ཁོ་རང། དགྲ་བོ་རྒྱ་མི་ལ་མི་ཚེ་ལ་བྱས་མ་མྱོང་བའི་དེ་འདྲ། བོད་པའི་ནང་ལོག་ལ་ཁོང་ཉི་མ་ལ་བྱས་བསྡད་ཀྱི་འདུག་བ་དཀོན་མཆོག་མཁྱེན་ནོ་ད་ཞབས་འདྲེ་ཞུགས་འདུག་ད། ད་བོད་ནང་ལ་ཡོད་མཁན་བུད་མེད་དེ་ཚོ་ལ་ད་ལྷོད་ལྷོད་བཞིན་བསྡད་ལ་ཡར་བཞག། བཙན་བྱོལ་ནང་ལོག་ལ་རྒྱ་དབང་བྱས་མ་འདུག་གཞན་པ་ཁྱེད་རང་སོགས་ཀྱི་ད་ཡིད་ཆེས་ད། རེ་བ་རྐྱང་ས་གཅིག་གང་མི་འདུག་སླད་མ་བརྡ་ལན་སྤྲད་རོགས་ད་ཁོ་རང་ས་མ་གི་ལྷོད་ལྷོད་དེ་རེད་འདུག་མ་འདུག་གཅིག་ཡོད་མདོག་མདོག་བྱེད་ང་ཚོའི་དོ་བ་གཅིག་གཏང་རྒྱུ་ཡོད་མདོག་མདོག་བྱེད་རྒྱུ་ཡོད་མདོག་མདོག་བྱེད་ཁོ་ཚོའི་མ་གི་རེ་བ་སྒྲོག་བྱེད་གེ་ཁ་བྱེད་རེ་བ། དེ་ནི་ང་ཚོའི་ལྟད་མོ་དངོས་གནས་དེ་ཁོ་ཚོས་མ་མཐོང། ཁོ་ཚོའི་རེ་བ་ག་ཚད་རྒྱག་ཡོད་མ་དེ་ང་ཚོས་གི་ཁ་ལོར་ཡཱས་ཁེ་མ་བྱེད། རྣ་བ་གང་ཤར་བྱེད་ནང་འཁྲུག་བརྒྱབ། བད་ཁོ་ར་ཤོ་ག་ཤོ་ག་བྱེད་ད་ད་ད།

རེད་བ་དེ་ནང་བཞིན་ལས་འགུལ་གཞན་པ་གཞན་པ་སྤེལ་གི་རེད་བ་ཡོང་གི་འདོད་ད་ད་ཡོད་མ་རེད། ཁ་ཅིག་ན་འདི་ཀོ་བོད་རྒྱལ་ཁབ་ཀྱི་དོན་དག་རེད་བ། ད་ད་ལྟ་འདས་དཔུང་སྒྲིག་བྱེད་ཡོང་དུ་དེབ་གཅིག་གིས་གཉིས་ཁྲིད་གཉིས་གསུམ་ཁྲིད་ཡོང་གོ་རེད་བ། ད་ག་ཚད་མང་པོ་འདུག་བོད་པས་བོད་པ་ལ་དཔང་སྒྲིག་བྱེད་ས་དེར་དངོས་གནས་མི་དེ་འདྲའི་མང་པོ་འཛོམས་ཐུབ་གི་འདུག་བ། ད་བར་དགྲ་བོ་རྒྱ་མི་ལ་ཁ་བརྡའི་བཅག་བྱ་ལས་འགུལ་སྤེལ་ས་ལ་ནི་འདི་ཚང་མ་ཡོད་མ་རེད། ལེགས་མ་རེད་ཁྱེད་རང་ཚོས་དོ་སྣང་བྱས་ད་ལྟ་གཟའ་ཉི་གསུམ་རྒྱུན་དུས་དྲན་ལ་རེ་བ་ས་གནས་གོ་བ་ལ་ལས་འགུལ་སྤེལ་གི་ཡོད་ན། ད་ལྟའི་སྲིད་གཞུང་གི་ཤོག་ཐོག་དེ་ཚོ་ཡོང་གི་འདོད་ལྟ་དང། ག་ཚད་ལེགས་ཀྱི་འདོད་ལྟ་དང། ད་ཅིག་སྲིད་གཞུང་གི་དེ་གཞུང་འབྲེལ་གྱི་མཛད་སྒོ་འགྲོ་བ་ཡིན་ན་དེ་བས་ཡོང་གི་རེད་ཡང་ཁོ་ཚོ་མི་མང་པོ་དགྲ་བོ་བཟོས་ཡ་དགྲ་བོ་ད་ཅིག་རྒྱབ་སྐྱོར་གྱི་དོན་བྱེད་དོ། ད་ཐང་ལ་ཐོན་ནས་ལས་འགུལ་སྤེལ་ས་དེ་ཚོ་ལ་ཡོང་གི་འདོད་ལྟ་དང། བརྒྱ་ཆ་བརྒྱ་ནི་ང་ཡོང་ན་ཨང་དང་པོ་རེད། རེད་བ། ད་ང་ཚོས་འདི་དང་དེ་འདྲ་སྐྱོ་བོ་ཆགས་ཚར་ད། ད་དངོས་གནས་བོད་ནང་བོད་མི་ལ་མགོ་སྐོར་བཏང་བྱས་རེད་བ། རེད་བ་རྫུན་མ་འདྲ་བོ་ཅིག་བསྐྲུན་བྱས་འདུག་སྟེ་དེ་བེད་ནོར་བཤད། ང་ཚོས་ད་ལྟ་གཡག་དང་མ་ཧེ་གི་སྒྲོམ་གྱི་ཡོལ་བ་གཡག་བོད་ལ་འགྲོ་བྱ་ཚགས་ཁྱི་ལ་གོ་ལ་བ་རེད། སྤུ་ཚང་བ་མ་ཧེ་ཡི་སྤུ་ཚང་བ་གཡག་ཁྱི་བྱ་འཆིང་བ་རེད། དེ་བཞིན་ལ་དེང་སང་མ་ཧེ་དེ་ཚོ་ཁ་གནམ་དྭངས་སྒྲོ་བདེ་བོར་ལེགས་འདུག་བ། ད་ང་ཚོས་ཨ་ཕྱི་སྐད་ལ་དེ་ཕྱར་བ་ལུང་པ་ཡག་རེད་ཡག་ཚ་ཡར་ཐོན་བྱེད་ཚང་མ་དེ་ཕྱར་ད་བོད་དོན་དོན་དག་རེ་ཅིག་བྱེད་ཡོང་གི་ཡོད་ས་ལབ་བྱས་བོད་ནང་རེ་བ་ཅིག་བཀྲུས། བོད་ནང་མི་དེ་ཚོ་སྙིང་རྗེ་རྒྱ་གར་ནས་ཡར་ཁ་བལྟ་བྱས་ཅིག་ཡོང་སྐོར་རེད་བསམ་བསྡད་དེར་ད། ད་དེ་ང་ཚོ་དངོས་གནས་དེ་མི་འདུག་ས་ད་ད་ཁྱེད་རང་ཚོ་ཕ་རེ་བ་མ་རྒྱབ་ས་ལས་ཀྱི་དུས་ཚོད་སླེ་ཤ་མ་འདུག་ད་རེ་བ་བྱེད་སླའི་དུས་ཚོད་རེད་མི་འདུག་ད་དངོས་གནས་ཁོ་རང། ར་བ་སོ་སོའི་གཉན་ས་ག་ས་ག་བ་ཞིག་བཤད་དགོས་དགོས་ན། དེ་མ་གཏོགས་ད་ལྟ་ད་བཙན་བྱོལ་ནང་ད་ནང་ནང་ཁམས་རུས་རྒྱབ་ནང་ནང་ཁམས་ཆུ་རྒྱབ་ནང་ནང་ཤོག་ཁག་གཅིག་གཉིས་གསུམ། ད་ཆོས་ལུགས་ནང་ནང་ང་ཚོ་ཆོལ་ཁ་ག་ཚད་ག་ཚད་བཟོ་ཚར་ད། དགེ་ལུགས་གཉིས་བཀའ་བརྒྱུད་གཉིས། ལུང་པ་གང་བཟོ་ཚར་བ། ད་ལམ་ཕྱོགས་ལ་ནི་གཞོན་ནུ་གཉིས། ད་ཁག་གཉིས་གཉིས་ག་ཚད་བཟོ་ཚར། རྙོག་དྲ་ག་ཚད་མང་བོ་བཟོས་ཚར་ད།

ཨོ་ད་རེ་བ་གཏོང་སའི་རེད་དོ། ད་རྒྱ་རམ་གྱི་སྐུ་འཚོ་བཞུགས་པ་དུ་ནི་གཅིག་མ་ཐོག་ནས་ཏོག་ཏོག་འདྲ་བསྡད་དེ་རྒྱལ་བ་དེ་རྫོགས་ཚར་ན་ནི་འོ་ན་རྒྱ་མི་གི་རེ་བ་རྒྱལ་བ་ན་བྱེད་ད་རེད་དོ་ད་གཅིག་པ་གཅིག་ཀྱང་དུ་མ་གཉིས་འགྲོ་གི་ན་རེ་གསུམ་འགྲོ་གི་ན་རེ་བཞི་འགྲོ་གི་ན་རྫོགས་ཚར་དོ་བ་ད་ང་ཚོ། བརྒྱ་ཆ་བརྒྱ་རེད་འདུག་ད། ད་རྒྱ་མིའི་སྤོ་བ་ཆེ་རུ་ཆེ་རུ་འགྲོ་གི་འདུག་བ་སྔོན་མ་ཡིན་ན་གར་ཤི་གི་བ་རེད། རང་བཙན་མ་ཡིན་པའི་སྐད་ཆ་ག་རེ་ཡིན་ན་བཤད་ཞུ་ད་ང་ཚོ་གྲོས་མོད་བྱེད་ཡ་ཡོད་ཤེས་གི་ཡོད་རེད། བྱས་ཙང་ང་ཚོས་རང་བཙན་མ་ཡིན་པའི་སྐད་ཆ་དབུ་མ་བཤད་པ་རེད། ད་དབུ་མ་གང་མ་བབས་ཚར་རེད་བ། ད་ཁ་སང་ཐེག་སང་གར་ཤི་གི་བ་རེད། བོད་པ་ལ་གང་དགོས་བཤད་མེད་ད།

ཡོད་མ་རེད། སོ་སོའི་འཐབ་རྩོད་དེ་སོ་སོས་མེད་པ་བཟོས། སོ་སོའི་གི་ནང་ལོག་རྡོག་རྩ་གཅིག་སྒྲིལ་དེ་སོ་སོས་མེད་པ་བཟོས་སོ་སོའི་མཐུན་འབྲེལ་དེ་སོ་སོས་མེད་པ་བཟོས། དེ་ནི་ཅིག་ག་རོ་ཅིག་ཆེ་ཡ་ཡོད་མདོག་མདོག་བྱེད་ག་བྱེད། སྤྱང་ཀི་རྒྱ་ན་ངུ་སྤྱང་ཀི་ལྟོགས་ན་ངུ་ལབ་ད་དེ་དང་གཅིག་པ་རེད། ལ་སེ།